ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ནི་ཨལ་པར་ཏོ་བོད་རིགས་སྤྱི་མཐུན་ཚོགས་པ་དངོས་ནས་གསར་བརྗེའི་སྐར་ཆེན་པོ་ཅིག་ཞུ་བའི་དུས་ར་ནི་མི་མང་ཚང་མ་གི་ཅིག་སྟོང་ནང་བཀྲིས་ནི་ཉམས་ཤིག་ཅིག་དགོས་ཏུ་པའི་སྐར་ཆེན་པོ་འདུག་ཨ་ནི་གར་སོང་ཅི་སྟེ་བཞི་བ་གི་སྟ་རེ་ཉིན་ཤིག་དགུ་གི་ཉི་མ་ད་ཅིག་ཁང་ལ་ཁྱེད་ཚོ་ང་བ་ནི་དུམ་བུ་བར་ང་ཚོ་མི་མང་ཚོགས་འདུ་ཅིག་ཚགས་ཡོད་རེད་དེ་སྐབས་སུ་མི་མང་པོ་ཅིག་སླེབས་མི་འདུག་ཡིན་ན་ཡང་ད་ང་ཚོའི་མི་མང་ཉང་ལ་མ་བརྟུལ་བར་ད་གནད་དོན་ཁ་ཤས་གཅིག་གི་སྐོར་ལ་བཅོས། དྲོད་རླངས་དེ་འདྲ་མང་པོ་ཅི་ཡོད་རེད་ཨ་ནི་ག་རེ་འཆང་ཡོད་མེད་འཆང་ཡོད་མེད་དེ་ཡང་མི་མང་ལས་འདི་ལ་གསར་བཤད་ཅིག་བགྱིས་ན་ཡང་ཕན་ཐོག་ཆེན་པོ་ཡོད་རེད་བསམ་གི་འདུག་གར་གྱི་ལམ་ནས་ཅི་ལྟར་དཀྲུགས་པ་གི་ད་རེས་ཚེས་པ་བཅུ་གི་ཉིན་མ་ང་ཚོ་ལ་ཕྱི་ཚུལ་ཉི་བའི་ནས་བཞི་བ་བར་མི་མང་མི་མང་ཚག་འདི་གཅིག་ཡོད་རེད་ར་ཨ་ནི་ཅི་ལྟར་བདུན་པ་གི་ད་འཕྲང་འཁར་གི་སྐབས་སུ་ད་མི་མང་གི་ད་མཐའ་མ་གི་ཐག་གཅོད་དེ་རེད་བསམ་སོང་ད་ལྟ་ང་ཚོ་གཅིག་ཕར་ཚུར་ར་སྤྲོད་དར་རྒྱས་གི་སྐོར་སྐབས་གཅིག་ཡོད་རེད་ད་རེས་ཅི་ལྟར་དཀྲུགས་པ་གི་ཚེས་བ་བཅུ་གི་ཉིན་མ་རེད་ས་མཐོ་མི་མང་གི་ཚང་མ་གི་ཅིག་མང་པོ་ཧ་གོ་ནས་དུས་སུ་ཕན་ཐོག་ཡོད་རེད་བསམ་གི་འདུག་ར་ནི་མི་མང་གང་མང་མོ་ཉམས་ཞིག་ཅིག་དགོས་འདུག་པས་གར་ཆེན་པོ་མཐོང་གི་འདུག་ཨ་ནི་གར་ཚང་ང་ཚོས་ཅིག་སྤྲུལ་དར་སྤྱི་ཡས་གི་སྟོན་མཚན་གཞི་ཟི་ཡོད་རེད་ད་དང་པོ་དེ་ང་ཚོ་རྒྱན་ལིའི་དུས་སུ་བསྐོ་དྲེད་ད་རྒྱན་ལིའི་དུས་སུ་ག་འདྲ་ཅིག་ནང་འཕོ་འགྱུར་གཏང་དགོས་གི་ཡོད་མེད་ཅིག་ཡོད་ང་ཚོ་ལ་ད་རྒྱན་ལི་རྒྱན་ལིའི་ད་འདྲ་མི་བཅུ་གཉིས་ཡོད་རེད་ད་མི་བཅུ་གཉིས་དེ་ཁ་ཅིག་ལབ་ན་དེ་སྲིད་སྤྲང་ཁ་དེ་མང་དྲག་ཤར་སྲིད་ཨ་ནི་མི་བཅུ་གཅིག་བཟོས་ན་ཡག་པོ་ཡོད་རེད།

དེ་འདྲའི་བསམ་ཚུལ་གཅིག་ཡོང་གི་ཡོད་རེད། ཨཱ་ནི། ད། བློ་ལྟོགས་པར་ད་ནོ་བེལ་པིས་ཞི་བདེ་གཟེངས་རྟགས་ཀྱི་ཉི་མ་དེ་ལ་ང་ཚོས་འུད་བསྟོད་དུ་འགྲོ་གི་ཡོད་རེད Election འགྲོ་གི་ཡོད་རེད་ཨཱ་ནི། ད་དེའི་སྐབས་སུ་གལ་སྲིད་མི་མ་འདང་བ་ཡིན་ན། ད་མི་གཅིག་མ་འདང་ན་རེད་མི་གཉིས་མ་འདང་ན་རེད། མི་མ་འདང་ན་ད། གདམ་ཡག་གི་ཐོབ་ཐང་ཅིག་ཡོད་ར་དེས་བོད་རིགས་སྤྱི་མཐུན་ཚགས་པར་ལ་སྤྲད་ཆོག་ན་ཡག་པོ་ཡོད་རེད་ད་ཁོ་རང་ཚོ་ཅིག་ཡིད་ཆེས་ཡོད་ས་མིའི་བློ་འཁེལ་ས་ལས་ཀ་ཅིག་ན་སྟབས་བདེ་བོ་ཡོད་ས་ཨེ་འདྲ་ཅིག་ཁོ་རང་ཚོ་ངོས་ནས་ཚར་འགྲོ་གི་རེད་དེ་ཐོབ་ཐང་ད་ཁོ་རང་ཚོ་སྤྲད་ཆོག་ན་ནི་མི་གཅིག་གིས་གཉིས་སུ་མ་འདང་ན་ཅིག་ཁོ་རང་ཚོའི་ཐབས་ཤེས་ཐད་ན་རག་འགྲོ་གི་རེད་ལགས་ཅིག་ཨོ་ཨེ་འདྲའི་སྐད་ཆ་ཅིག་ཆང་ཡོད་རེད་ད་ཅིག་རྒྱུན་ལས་ཀི་ངོས་ནས་ཅིག་འགྲོ་སྟངས་འགྲོ་ལུགས་ནང་ཨེ་འདྲ་ཅིག་རེད་ད་ལྟ་རྒྱུན་ལས་འགྱུར་བ་བཏང་ཤག་ཅིག་དོ་དེ་སྐོར་ལ་ཨ་ནི་གཉིས་པ་དེ།

ཁོ་ནི་ད་གྲོ་ལོར་ང་བརྒྱད་དུ་ངུ་ནས་ཅིག་མི་མོ་ལ་ཕ་ར་ཅིག་ཞལ་འདེབས་བྱ་བ་ལ་ཚེ་བཞི་དང་ང་བརྒྱད་བཟོས་ཡོད་ནའི་ནི་འགྲོ་སོང་བཏང་ཡོད་ལ་ང་བརྒྱད་བཟོས་ནས་དེ་ཁ་གསར་པོ་གཅིག་ཡང་ཡོད་མ་རེད་དེ་ཡང་ང་ཚོ་དེ་ཚོ་དཀའ་ངལ་འཕྲད་ཀྱི་ཡོད་རེད་སོང་ཙང་ང་ཚོས་དེ་སྐོར་ལ་ཡང་ཅིག་ཁ་གསར་པོ་ཞུ་དགོས་ཡོད་པའི་དགར་བྱེད་འབུག་འདུག་སོང་ཙང་དོན་ཚན་གཉིས་པ་དེ་ད་འགྲོ་སོང་བཏང་ཅིག་འཇོག་དེ་སྐོར་ལ་རེད་ཨ་ནི་གསུམ་པ་ཅིག་ཡོད་རེད་གསུམ་པ་དེ་ད་ང་ཚོ་མམ་པར་ཤེབ་མམ་པར་ཤེབ་ལབ་ན་ད་ང་ཚོའི་འཚག་མིའི་ཐོབ་ཐང་ལབ་གི་ཡོད་རེད་ད།

ད་ལོ་ང་ལ་གལ་སྲིད་མ་འབར་ཤིག་བཟོས་ཡོད་ན་སྒྲོ་ལོར་ངག་གཅིག་ར་སྒྲོ་ལོར་ངག་གཅིག་སྤྲད་པ་ཡིན་ན་ནི་ང་ཚོས་ལོ་ལྔ་ལ་བབས་པའི་ཡོད་ནི་ཁོ་རང་ཚོ་གཅིག་བཀའ་ཁྲི་དུ་བཟོས་ཡོད་ན་ནི་ང་ཚོ་ཡང་གཅིག་ང་ཚོ་ལ་ཕན་ཐོག་ཡོད་རྒྱུ་གཅིག་མི་མང་ལ་ཡང་གཅིག་ནང་དུ་ཉམས་ཞིག་བཅས་ལ་ཡང་གཅིག་ཕན་ཐོག་ཡོད་རྒྱུ་འགྲོ་ཡི་འདྲ་གཅིག་མཐོང་གི་འདུག་ར་དེ་ཡང་གཅིག་བསམ་ཚུལ་གཅིག་རེད་ད་མ་འབར་ཤིག་གི་སྐོར་ལ་འོ་དེ་ལ་ཡང་གཅིག་བསམ་བློ་གཏོང་དགོས་དེ་དེ་གལ་ཆེན་པོ་ཆགས་ཀྱི་འདུག་ར་ཨ་ནི་མཐའ་མ་དེ་ད་ང་ཚོས། གཅིག་ཁོང་ཉེ་བའི་གཅིག་ཏུ་ཚོགས་ཁང་ཨོ་ཏི་སྐོར་ལ་བསམ་བློ་ཞིག་གཏོང་གི་ཡོད་རེད་ད་ང་ཚོའི་རྒྱུན་ལས་གསར་པ་དང་པོ་སླེབས་པ་ནི་ང་ཚོ་ཚོགས་འདུ་ཚོགས་འདུ་ཐོག་མ་དང་པོ་འཚོགས་དུས་ན་ངོས་ད་ཁོ་ཚོ་ལ་ཤུ་རྒྱུ་འཆང་ནི་ང་ཚོའི་ད་ལྟ་ཚོགས་མིའི་ནང་ན་ནི་ཚོགས་མི་རྙིང་པ་དེ་འདྲ་ཁ་ཤས་ཡོད་རེད་ཁོ་རང་ཚོ་ངོ་ནས་ཅིག་ཉམས་མྱོང་ཡོད་ན་རེད་ཅིག་ག་རེ་ཐད་ཀ་ནས་ནི་ངོ་ནས་ཅིག་ཕུན་སུམ་ཚོགས་པ་ཡོད་རེད་བཟང་ཚོ་དེའི་སྐབས་སུ་ང་ཤུ་རྒྱུ་འཆང་ད་ཁྱེད་རང་ཚོ་ང་ཚོ་ཚང་མ་ཅིག་མཉམ་རུབ་ཅིག་ར་ང་ཚོས་མཉམ་དུ་ཅིག་ལས་ཀ་བྱེད་ཡ་ཡིན་ན། ང་ཚོ་ཅི་ཐུབ་ཡག་གི་ནུས་པ་གཅིག་འདུག། སང་སང་ད་ཅིག་ང་རང་ཚོ་གཅིག་པུ་སྐྱེས་ནི་དེ་ཚོ་ག་ལ་ཁག་པོ་ཆགས་ཀྱི་རེད་གར་གྱི་ལབ་ན་ད་ང་ཚོ་ཚང་མ་གཅིག་གསར་པ་གསར་རྐྱང་རེད་ཨ་ནི་གཅིག་འགྲོ་སྟངས་འགྲོ་ལུགས་མང་པོ་གཅིག་ད་འདི་སྦྱང་གི་སྦྱང་གི་འགྲོ་གི་ཡོད་རེད་མ་གཏོགས་གཅིག་དང་པོ་ནི་ཧ་གོ་དེ་མཁས་དེ་འདྲ་ཡོད་མ་རེད། དེ་དྲང་མོ་དྲང་ཆ་རེད་སང་སང་ད། ཉིང་པ་ད་སུ་ད་ང་ཚོ་གསར་པ་ད་སུ་ཚང་མ་གཅིག་མཉམ་འབྲེལ་གཅིག་ཨ་ནི་མི་མང་གི་ངོས་ནས་གཅིག་རྒྱབ་སྐྱོར་གཅིག་སྤྲད་པ་ཡིན་ན། ང་ཚོས་ག་རེ་ཅི་ནས་ཅི་ཐོབ་རྒྱུ། ཅིག་ནུས་པ་ཅིག་ང་ཚོ་ལ་འདུག་ཟེར་ང་དང་པོ་ནས་ཁོ་ཚོ་ལ་ཤུགས་ཆེ་འཆང་བ་ནི། ད་ང་རང་ཚོ་ཡིན་ན་ཅིག་ནང་ལག་ལ་ཚུར་ར་ཅིག་ད་ལྟ་བར་དུ་ང་ཚོ་ལས་རིམ་མང་པོ་ཅིག་བསྒྲུགས་ཡོད་རེད་ལོ་རྟག་པར། ཡིན་ན་ཡང་ད་དེ་མ་ཡིན་པ་ཅིག་ང་ཚོའི་ཁ་ཕར་ར་ལོག་ན་ད་ཨལ་པ་ད་ཞང་ཡིན་ན་རེད་ད་སི་ཀྲི་ཡིན་ན་རེད་ད་ང་རང་ཚོ་ལ་ཅིག་ཚོགས་པ་ལ་ཁེ་བཟང་ཅིག་བཀོལ་བ་འདུག་ཨ་ནི་ཁེ་ཕན་ཅིག་བཀོལ་བ་འདུག་ད་ག་འདྲ་ནུ་ཅིག་ཡ་རེ་ཞུས་ན་ཡག་ས་རེད་ད་དེ་ལམ་ཁ་མང་པོ་ཅིག་ཚ་ཡ་དུ་དཔེ་དཀར་ཆེན་པོ་མཐོང་གི་འདུག་སང་ཙང་ང་ཚོས་དང་པོ་ནས་བཟུང་ནས་དེ་ལ་ཤིག་ཆག་གིས་ཅིག་བསམ་བློ་ཅིག་བཏང་གི་ཡོད་རེད་སང་ཙང། ད་རྒྱུན་ལས་རྙིང་པ་དེ་ཚོ་ངོ་མ་ང་ཚོའི་སྒང་གི་རྒྱུན་ལས་རྒྱུན་ལས་རྙིང་པ་དེ་ཚོ་ཁོ་རང་ཚོའི་ཉིན་གཅིག་དེའི་སྐོར་ལ་བསམ་བློ་མང་པོ་བཏང་ཡོད་རེད་ང་ཚོ་ཧ་གོ་ཡོད་ར། ཨ་ནི་ད་ལྟ་ན་ཟེར་གྱི་འདུག་ང་ཚོ་སྤྱི་ཁང་ད་ལྟ་དེ་རྙིང་པ་དེ་ཡོད་རེད་སྤྱི་ཁང་དེ་མི་མང་པོ་ཅིག་གི་དཀའ་ལས་བརྒྱབ་ནས་ཆང་བྱོ་རེད་དེ་ཡང་ང་ཚོ་ཚང་མ་གི་ཧ་གོ་གི་ཡོད་ར། སང་སང་ཡིན་ན་ཡང་ད་ང་ཚོའི་ཡར་རྒྱས་ལ་དེ་ལ་ཐལ་ཡོད་མ་རེད་སང་སང། ཡང་ཅིག། ལོ་ལོ་ལ་འགྱུར་བ་མང་པོ་ཅིག་འགྲོ་བ་ནང་བཞིན་གྱི་ཀྱང་ང་ཚོ་ལ་ཅིག་རྒན་ཁོང་ཡོད་ན་རེ་མི་གི་མི་འབོར་གྱི་ཆ་ནས་ཡིན་ན་རེ་ད་ཅིག་མང་པོ་ཅིག་ཡང་ཅིག་འགྱུར་བ་མ་གཏོང་རང་གཏོང་ཁེལ་གྱི་རེད་སང་སོགས་ཅིག་ང་ཚོས་སྤྱི་ཁང་ཅིག་ཆགས་ན་བསམ་ན་ཅིག་རེ་བ་ཅིག་རྒྱག་གི་ཡོད་རེད་ད་སྤྱི་ཁང་དེ་ཆགས་ཡོང་ལ་ཁར་ཚང་ངོ་མ་ང་ཚོས་ཅིག་ཅིག་ཉམས་ཞིབ་ལབ་ན་རེ་ད research ལབ་ན་རེ་ད་ང་ཚོས་ཅིག་ཅི་ཡོད་རེད་དེ་ལ་ཁར་ཚང་ངོ་མ་དེ།

ད་གྲོ་ལོར་ས་ཡ་གཅིག་གི་ཀ་སི་ཚང་མ་མཉམ་རུབ་ཀྱི་ར་ཞིག་རྒྱག་ཐུབ་པ་ཡིན་ན་ད་སི་ཀྲི་གི་ངོས་ནས་ཡང་བཅུག་ཨོ་ད་ད་གཞུང་གི་ངོས་ནས་ས་ཡ་གཅིག་ཚ་ར་རག་ཡ་གི་དུས་སུ་རི་བ་རྡོ་ཨེ་འདྲེན་ནོ་ཡིན་ན་ད་ས་ཡ་གཉིས་སུ་འཆང་བ་ཡིན་ན་ད་ང་ཚོས་ད་ས་ཆ་ཉོས་ནོ་ནི་ཁང་པ་རྒྱག་དགོས་ནི་རེད་ད་ཁང་པ་རྙིང་པ་ཉོས་ནོ་ཞིག་གསོ་བྱེད་དགོས་ནི་རེད་ད་དུས་སུ་ཚེ་དང་ལྡན་པ་ཅིག་ཡོང་ས་རེད་ལབ་ན་ཚང་མ་གི་དུས་ལ་རི་བ་ཅིག་རྒྱག་གི་ཡོད་ར་སང་ཙང། ད་གཙོ་བོ་དེ་ག་རེ་ཞུ་གི་ཡོད་ལབ་ནས་ད་མི་མང་ཚང་མ་གིས་དེ་ཡང་ཅིག་ཧ་གོ་གོ་དེ་པད་དཀར་ཆེན་པོ་རེད་ར་ག་རེ་ཅིག་ལབ་ན་ང་རང་ཚོ་ཚང་མ་ཅིག་ད་ས་ཆ་གཅིག་ལ་བསྡད་ཀི་ཡོད་རེད་ད་ང་ཚོས་ཚགས་མི་ཁ་ཤས་ཅིག་གིས་ཞི་བོ་ཞིག་བརྒྱབ་ན་བོད་དུ་ཅིག་འགྱུར་བ་ཆེན་པོ་གཏོང་ཐུབ་ཡ་དེ་འདྲ་དཀའ་ལ་ཁག་པོ་རེད་ཡོད་མ་རེད་ཡིན་ན་ཡང་ད་ང་ཚོས་ཅིག་དངོས་གནས་ག་རེ་ཡང་ཡང་དུ་སོ་སོའི་ལྷག་བསམ་རྣམ་དག་ཅིག་ནི་ཨ་ནི་མི་མང་གི་ཅིག་མཉམ་རུབ་ཅིག་ཅིག་ནི་ཤིག་ཅིག་བརྒྱབ་པ་ཡིན་ན་ད་ང་རང་ཚོ་ཚང་མ་ལ་ཅིག་ནུས་པ་ཐོན་ཡ་གི་ཅིག། དེ་མར་སར་ནས་ལྷོ་ནི་མར་སར་ལྷ་མི་རེད་ད་རི་བའི་ལྷ་མི་རེད་ཡིད་ཆེས་ལྷ་མི་རེད་འདྲི་ཅིག་འདུག་ར་ད་ང་རང་ཚོ་ཚང་མ་ཅིག་མཉམ་རབ་ཅིག་ནས་ནི་ཅིག་ནུས་པ་ཅིག་ཐོངས་པ་ཡིན་ན་ད་མི་གཅིག་གི་ཉིན་ཟིག་གི་ཨ་ནི་གི་ཆེ་འགྲོ་ས་ཡིན་འདྲ་ཡོད་མ་རེད་དེ་ང་རང་ཚོའི་བོད་རིགས་སྤྱི་མཐུན་ཚོགས་པ་ད་མ་འོངས་པ་ཡིན་ན་ཅིག་སུ་ཡོང་ནས་ཚོགས་མ་ད་ང་སུ་སུ་སུ་ད་མ་འོངས་པ་གི་སྤུ་གུ་ད་སུ་ཡིན་ན་རེད་ད་ཅིག་མོ་རབ་ནི་མོ་རབ་ཚང་མ་ལ་ཕན་ཐོགས་འདུག་ར་དེ་རེད་མ་གཏོགས་གཞན་པ། གཅིག་མི་གཅིག་གཉིས་ཟེར་ལ་གཅིག་མིང་འདི་ག་རེ་ཡོད་ནས་ཁྱེར་ནས་འགྲོ་འགྲོ་ཟེར་དེ་འདྲ་ཡོད་མ་རེད་ཨེ་འདྲ་ལ་བསམ་བློ་བཏང་ན་འགྲིག་སྐད་ཡོད་མ་རེད་ད་རེད་དེ་འདྲ་བསམ་བློ་གཏོང་དགོས་ཡ་ལ་ཡོད་མ་རེད་ད་ཚང་མ་གི་ལི་ཁེ་གཅིག་ནི་བགྱིས་ནས་ད་སོ་སོ་ག་རེ་འབྱུང་དགོས་ཡོད་པ་དེ་ལྷག་བསམ་རྣམ་དག་གི་བགྱིས་ན་འོ་ན་ད་སྤྱི་ཚོགས་ཞབས་ཕྱི་ལྷབ་ན་རེད་ད་སོ་སོས་གཅིག་ངོ་ནས་མི་རིགས་ལ་ཞབས་ཕྱི་ལྷབ་ན་རེད་ད། དེ་ལ་ལྷག་གཅིག་ཞུ་ཞུ་བགྱི་ཡ་ཡོད་མ་རེད་དེ་ད་ད་ན་ཟེར་གྱི་འདི། ཅིག་ང་རང་ཚོ་ཡིན་ན་ངུ་ནས་ཅིག། ག་རེ་ཐོབ་ཐོབ་ཏུ་ཤ་སྟག་ཕར་ལྟ་ཅི་གི་ཡོད་ར་ད་ཅིག། འགྲིག་མ་འགྲིག་གི་ཆ་ནས་ད་ཁ་ཤིག་འགྲིག་འདུག་ལབ་གི་རེད་ཁ་ཤིག་འགྲིག་མི་འདུག་ལབ་གི་རེད། ད་ཅིག། མང་པོ་ཅིག་ལབ་གི་རེད་འདི་མི་མང་གི་ཐོབ་ཐང་རེད་ཡིན་ན་ཡང་ང་རང་ཚོ་ཅིག། ཅིག་བསམ་བློ་ཅུས་ཅིག་རྒྱ་ཆེན་པོ་སྐུལ་ཡག་མོ། ད་ངུ་ནས་ཅིག་སྤོབས་པ་གི་ཅིག་སྤྱི་ཡོངས་ལ་ཕན་ཐོགས་ཕན་ཐོགས་ག་རེ་ཆེན་པོ་འདུག་ར་ད་ཁེ་ཕན་གོ་བ་ཆེན་པོ་འདུག་དེ་ལ་ཅིག། འགྲོ་ཡག་གི་ཐབས་ཤེས་མང་པོ་ཅིག་ཡོད་སང་ཙང། སྟ་རེ་སྤྱི་ཟླ་དྲུག་པར་གི་ཚེས་བ་བཅུ་གཉིས་མ་གཅིག་མི་མང་གང་མང་མོ་ཕར་ར་གཅིག་ཚོགས་འདུ་ལ་བཅར་ཐུབ་ན་ཡག་པོ་ཡོད་ཟེར་རེད་ད་ལྟ་ངས་འདི་ལ་སྟོན་ཚེས་བཞི་ཟེར་འགྲེལ་བཤད་བརྒྱབ་སོང་དེ་སྐོར་ལ་ཡང་ང་ཚོའི་མ་འོངས་པ་ནས་ཡང་གཅིག་སྤྱི་ཟླ་དྲུག་པར་གི་ཚེས་བ་བཅུ་གཉིས་མ་མི་མང་པོ་ཡང་ཡིན་ན་ཡང་ང་ཚོ་གཅིག་བསམ་འཚར་ཡོད་ན་རེད་ད་སྤྲུལ་བསྡུར་གྱིས་ད་བགྲོ་གླང་ག་རེ་ཅི་ཡིན་ན་གཅིག་བསམ་འཚར་ག་རེ་སྤང་ཡིན་ན་ཡང་གཅིག་ནུས་པ་ཆེ་རེ་འགྲོ་གི་ར། ཨེ་འགྲིག་ན་ཆང་ནི་དཔེ་ཡག་པོ་ཆང་སྲིན་རེད་སྐར་ཆེན་ལབ་ནི་ད་ལྟ་ང་ཚོ་ཡང་ལི་སྐར་འདི་ཚོ་ཅིག་འཆར་གཞི་ལབ་ནི་རེད་འདི་ཚོ་ཡང་དུས་སུ་སྐར་ཆེན་པོ་མཐོང་གི་འདུག་ར་ཅིག་མ་འོངས་པ་ནི་ཅིག་ང་རང་ཚོའི་ཚགས་པར་ལ་ཕན་ཡོང་གི་དེ་འདྲ་རེད་མ་གཏོགས་གཞན་པ་ཅིག་མི་སྒེར་ཅིག་གི་སྐད་ཆ་དེ་འདྲ་མ་རག་བཟང་ཚོ་ད་ཚགས་པར་ལ་ཕན་ཡོང་གི་ལི་སྐར་ཅིག་ཅིག་དགོས་ཀྱི་ཡོད་ན་ད་མི་མང་ཚང་མ་གི་ཅིག་ཉམས་ཞིག་ཅིག་དགོས་འདུག་དཔེ་སྐར་ཆེན་པོ་རེད་ར་ད་ང་ཚོ་ཚང་མ་གཅིག་པ་གཅིག་ཆང་རེད་ད་སོ་སོ་སོ་ལ་འཚོ་བ་ཅིག་ཡོད་རེད་སོ་སོ་སོ་དཀའ་ལས་ཞིག་རྗེས་ཁག་ཡོད་རེད་སོ་སོ་སོ་ཚ་ནི་འགྲོ་གི་ཡོད་རེད་ཡིན་ན་ཡང།

ཤེས་བསྡད་ཡོད་རེད་ཤེས་པ་ཙམ་གཅིག་པུ་མ་ཡིན་པ་གཅིག་ད་ང་རང་ཚོ་གཅིག་འབད་དུ་དངོས་གནས་གཅིག་ད་འདི་ལྟར་གཅིག་ཚང་མ་མཉམ་དུ་གཅིག་ཤིག་གཅིག་ལྕགས་ཐོབ་ན་ཨ་ནི་དེ་ཟི་ཡག་པོ་ཡོད་རེད་བསམ་གི་འདུག་ར་ཨ་ནི། ད་གཞན་པ་ད་ག་རང་ཡིན་ད་མང་པོ་མང་པོ་ཞིག་ར་ཤེས་མི་འདུག་ཨ་ནི། ད་ག་རང་ཡིན་ས་རེད་ཨ་ནི་ཚང་མ་ལ་ཐུགས་རྗེ་ཆེ་ཨ་ནི་རྗེས་མ་དེ་ཚོགས་འདུ་དེ་སྤྱི་ཟླ་དྲུག་པ་གི་ད་རེས་བཅུ་གི་ཉིན་མ་རེད